སངས་རྒྱས་ཆོས་བཟང་ཚོགས་མཆོག་ལ་བྱང་ཆུབ་བར་དུ་བདག་སྐྱབས་མཆི། རང་གཞན་དོན་གཉིས་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱིས། བདག་ཉིད་དེ་རིང་ཉིད་བཞག་དེ་ནས་དངོས་སྤི་སྣ་ལུགས་ཅིག། བཞུགས་ཉིན་ཁྲོ་བ་རགས་ད་ང་དང་དོན་དངོས་པོའི་གནས་ཚུལ་གླེང་བ་དང། ད་བོད་དེ་ཆོས་ལུགས་དར་ས་ད་ང་དང་ཧི་མ་ལ་ཡའི་རི་གའི་རྫ་ཤེལ་མ་ད་ང་དང་ལ་དྭགས། དེ་ནས་གཙོ་བོ་ཁུ་ནུ་དཀར་བྱ། དེ་ནས་བལ་ཡུལ། ད་ཨ་རུ་ནཱ་ཅལ་རྫ་ཚོགས་ད་ལྟའི་ཚོ་ས་ང་དང་ཧི་མ་ལ་ཡའི་རི་རྒྱུད་ད་ད་ང་དང་བོ་དེ་ཆོས་བོ་ང་དང་དར་དེ་ནག་ད་དེ་བོ་དེ་ཆོས་དར་ས་ང་དང་ངོས་པོ་ན་སྡུ་ག་བཙུགས་ཤིག་བསྒྱུར་དེ་འདུག་གཞོན་ན་སངས་རྒྱས་ཟེར་དེ་ནས་བཀའ་དང་བརྩེགས་ཤིག།

ཆོས་ཐམས་ཅད་དེ་ནི་སྟོང་པ་ཉིད་ཡིན་པ་ལ་ཡིན་པ་ཉིད་དུ་སྒོམ་བྱེད་སོ། དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྒོམ་བྱེད། དེའི་དབུ་མ་ནི་དག་མཆོག་ཏུ་གྱུར་པ་དེ་ཡིན། དེ་གསུངས་པ་བཟུང་ད་དེའི་དབང་བོར་ཏེ་དེ་ནི་མཁའ་འདོན་དགེ་སྦྱོར་ཟས་རྫོགས་དེ་ཚོ་ཞིག་སྐྱོར་ཚེ་སྡུག་ན་ནི་དེ་ཚོ་མ་འགྲིག་ཡ་ཡིན་ད་སྤྱིར་བཏང་ནི་ཁོ་བོ་ཅི་ཟེར་བཞག་སྐྱོན་དང་ཡོན་ཏན་གཉིས་ཀྱི་ནང་ནས་ད་ཁ་མདོ་ཉི་རྒྱལ་སྦྱོར་སྤྱོད་རྗེས་སུ་དགོན་ད་ཡོན་ཏན་ཡིན་ལོག་པ་ཡིན་ན་ཡང་ད་ང་ད་ཅིག་རྒྱལ་བ་ཁོ་རང་ཡང་ནང་ཁུལ་བ་ཅིག་ཟིན་ན་ད།

གལ་ཏེ་ཁྱོད་ཀྱིས་ང་ཆོས་གང་ཇི་སྙེད་ཅིག་བཤད་པ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་མ་གཏོགས་པར་ང་ཆོས་བསྟན་པ་དེ་དག་ཐམས་ཅད་བཟུང་སྟེ་ཀུན་ཆུད་པར་བྱས་ན་དེ་ཡི་འོག་ཏུ་ཆུ་བསྲན་ཏེ་བོར་ཡང་དེ་ཙམ་གྱིས་དགའ་བོ་ཁྱོད་ལ་སྐྱོན་དུ་ང་མི་བརྩིས། དགའ་བོ། གལ་ཏེ་ཁྱོད་ཀྱིས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་འདི་བཟུང་སྟེ་ཀུན་མཆོད་པར་བྱས་ན་དེ་ཡི་འོག་ཏུ་ཆུ་ཙམ་དམ་བོར་བར་འགྱུར་ན། དེས་ནི་དགའ་བོ་ཁྱོད་ལ་ངས་སྐྱོན་དུ་བཟུང་ངོ་གསུངས་འདུག། དེ་གསུངས་པ་བཟང་ད་མདོར་ན་ཅི་གསུངས་དེ་ནོངས་ཞུས་ན། ད་ངས་དགའ་བོ་ཁྱོད་རང་དེ་ནས་ཆོས་བརྩམས་ཤིག་བཤད། ཆོས་མང་པོ་ཞིག་བཤད་དེ་རྒྱག། ད་དེའི་ནང་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཆོས་མ་གཏོགས་པ་གཞན་ཅི་ཞིག་ཤ་བདེ་ཡིན་ནའང་དེ་ཡང་ཁྱོད་རང་ཡང་མ་ནི། ཐམས་ཅད་ཤེས་ནས་དེ་ནི་གཅིག་གོ། སྣང་མེད་ལ་བོར་ན་ཡང་ཉིད་དེ་བསམ་གྱིས་ཁྱོད་རང། སྐྱོན་ནི་མི་རྩི་ཡིན། ཡིན་ན་ཡང་དེ་ནི་ཁྱོད་རང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཁྱོད་རང་དེ་ནས་ཧ་གོས་ཏེ་གཏིང་ནས་ཡང་དེ་ལ་ཉམས་ལེན་རྫོགས་མ་བྱས་ཏེ་གཞན་མ་མ་ཤ་ད་འོ་དེ་ཚོས་གོ་གོ་ལ་ཆ་བཅུག་སྟེ་དེ་ནས་འབོར་ན། དེ་གཉིས་ཀྱི་རང་སྐྱོན་ཆེན་མོ་ཟིན། དེ་སྐྱོན་ཆེན་མོ་ཡིན་ན་ཟེར་ཏེ་གསུངས་འདུག་ཡ་རེད། དེ་གསུངས་པ་བཟང་ད་མདོར་ན་དབྱི་སི་ཅི་བསྟན་བདེན་རོགས་ཟེར་ན། ད་རྒྱལ་བ་གཞན་ད་ང་ད་ཅིག་ཁ་འདོམ་རྒྱལ་འབྱོར་ཟེར་ཚོགས་ད་མདོར་ན་ཅིག་ལུས་ངག་གི་རྒྱལ་འབྱོར། ཧོ། ད་དེ་སྣ་ཚོགས་ལ་དེ་ནི་ཅིག། ཡིད་འདི་དག་དགེ་སྦྱོར་ཡང་དག་གོ་ཅིག། བྱམས་སྙིང་རྗེ་བྱམས་སྐྱེས་བུ་སེམས་ཟད་སོགས་ད་དེ་ཀུན་གལ་ཆེན་མ་དག་ཡིན་ནོ་བ་ཡིན་ན་ཡང། ད་དེ་ཀུན་གོ། མ་བཅོལ་ན་ཡང་དེ་སེམས་ཅིག་ཉིད་སྐྱོན་དུ་མི་བརྩི་གསུངས་དེ་ལ་ལས། ཡིན་ན་ད་ཁྱོད་རང་ལ་དེ་ནི་ཅེས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པས། དེ་ནས་ཅིག་དོན་ཟབ་མོ་བོ། ད་མདོར་ན་ཆོས་ཀྱི་སྣ་ཟླུག་གོ་རུང་སྟེ་གསུངས་དོན་ལོག་པ། ཆོས་ཀྱི་སྣ་ཟླུག་དེ་ནི་འཁོར་སྟོང་པ་ཉིད་ཡིན་པ་ལ་ཡིན་པ་ཉིད་དུ་ང་དང་སྒོམ་བྱེད་དེ་ནི་རང་སོ་སོ། ཅེས། མཐར་ཁེར་བོགས་ཀྱི་ང་དང། ཧ་གོ་དེ་དེ་ནི་རང་བཟོའི་ཉམས་ལེན་བཅོས་སྟེ་དེ་དེ་གཞན་ལ་གཞན་ལ་དེ་ནི་ང་དང་ཤ་བཅས་ད་དེ་བོ་ནི་མ་བཅོས་ན་དེ་ནི་དེ་མ་སྐྱོན་ཆེན་མོ་ཡིན་གསུངས་འདུག་བ་ལས་ད་མདོར་ན་དགེ་བ་གཞན་ཅི་བཅོས་ནའང་མ་བཅོས་ན་ཡང་ཁྱད་པར་མེད་ཡིན་ན་ཡང་ཁྱེད་རང་ཅིག་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་ཟབ་མོ་དང་མདོར་ན་ཅིག་སྟོང་པ་ཉིད་དེ་དོན་རྫོགས་ང་དང་མ་བསྒོམ་ན་དེ་ནི་མ་འགྲིག་ག་ཡིན་གསུངས་འདུག་ཨ་ལས་དེ་སོང་བས་ང་དང་ངའི་གཞུ་བ་བོ་གཅིག་འཇུས་ན་དེ་ནི་ང་དང་ད་ག་དོན་དགེ་སྦྱོར་ཀུན་དང

དེའི་སྐོར་ལ་དེ་ནས་བླ་མ་དང་དང་དེ་རིང་ལ་ལགས་སུ་དེ་ནས་བླ་མ་མང་པོ་བཞུགས་སོད་ཀྱ་ཁོང་རྣམ་པ་ཀུན་དུ་ནས་སྒོམ་ཁྲིད་བཞུགས་སྟེ་དེ་ནས་སྒོམ་རྒྱབ་ཕྱི་ཟེར་བཙུན་གྲུ་བཟའ་བཟའ་དེ་གཉིས་བཞུགས་བ་ཡིན་ཅེས་བརྗོད་ན་ད་སྒོམ་རྒྱབ་དེ་མ་ནས།

ད་སྒོམ་ཟེར་ན་ང་ད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་ཟབ་མོ་དེ་སྒོམ་སྟེ་དེ་ཚང་མ་སངས་རྒྱས་ཟེར་ནོ། དེ་མ་སྒོམ་པ་སངས་རྒྱས་མ་རྒྱས་ཅི་ལོ་དེ་མ་སྒོམ་པ་སངས་རྒྱས་མཁན་ཅིག་སོང་མི་རྒྱག་གསུངས་འདི་ན་ཡག་རེད་དེ་གསུངས་པ་ད་ང་ད།

ཐུགས་རྗེ་ཆེ།